དེ་རིང་གི་བཀའ་ཁྲི་ཕོ་ཉའི་ལེ་ཚན་ནང་གདན་འདྲེན་བྱས་པའི་སྐུ་འཕྲེང་འདི་ནི་མཚོ་སྔོན་མཚོ་ནུབ་ཐེམ་ཆེན་རྫོང་ནས་ཕེབས་པའི་གདོང་ལེན་པ་རྟ་སེང་ཐར་ལགས་ཡིན། རྟ་སེང་ཐར་བཀྲ་ཤིས་བདེ་བཀྲ་ཤིས་ལེགས། བདེ་ལགས།
ཐོག་མར་ཁྱེད་སྡེ་ཚན་གྱི་ལྟ་སྟངས་གངས་ཅན་དགའ་བའི་སྒྲ་སྙན་དང་ང། མི་སྒེར། ཁྱེད་ཀྱི་རྟགས་བུ་འདི་དང་འབུ་ཐུམ་ནོ་བཀའ་དྲིན་ཆེ་ངེས་འདི་ནས་ཁྱེད་ལ་བཀྲ་ཤིས་བདེ་ལགས་བཀའ་སྨོན་འདོན་ཕྱི་ཨོ་ནས་ལ་ཡིན། སེ་ལ་སེ་ཐུགས་རྗེ་ཆེ་ལ་སེ་ལ་སེ། བཀའ་ཁྲི་ཕོ་ཉའི་གི་ལེ་ཚན་ནང་ཕེབས་པ་དགའ་སེ། ཁྱེད་རང་གི་དཔེ་ཆ་གངས་ཅན་དགའ་བའི་སྒྲ་སྙན་དེ་ཁུར་ནས།

ཐག་རིང་པོ་ཡོད་ས་རེད། ཨ་ཐག་རིང་པོ་རེད།
ལ་སྲིད་ད་དེ་རིང། གངས་སྐྱིད་དགའ་བའི་སྒྲ་སྙན་ཟེར་ཡོད་གི་དཔེ་ཆ་འདི་ཁྱེར་ནས་དགའ་བྲིས། ཕོ་ཉག་གི་ལན་ཚན་ནང་ཞུགས་པ་ངོ་མ་དགའ་བསུ་ཡོད། ཨ་ནི་ཐོག་མ་ང་ཚོ་ལ་ཁྱོའི་དཔེ་ཆ་འདི་ངོ་སྤྲོད་ཅིག་བྱས་ན། ཨ་ལགས་སོ། ང་རང་ཉིད་ཀྱིས་བྲིས་འདུག་གི་གངས་སྐྱིད་དགའ་བའི་སྒྲ་སྙན་གྱི་དཔེ་ཆ་འདི་ལྟ་བུ་མཚོན་ན། ད་ཕར་ཆེར་མཚོ་སྔོན་ས་ཁུལ་ནས་ད་རྡུང་གླིང་གི་ཕྱོགས་ཀྱི་དཔེ་ཆ་ཆེས་ཐོག་མ་བོ་རེད། ཟླ་འདི་རང་གིས་ཅིག་རྒྱུ་རྐྱེན་མང་བོ་ཟིག་སྐུལ་སློང་མང་བོ་ཟིག་ཡང་ན་རང་གི་སློབ་ཁྲིད་ཁྲོད་ཀྱི་བསམ་གཞིགས་མང་བོ་ཟིག་ཡང་ན་སློབ་སྦྱོང་ཁྲོད་ཀྱི་ཉམས་མྱོང་མང་བོ་ཟིག་ཡང་ན་ཀ་རྟགས་སྟེང་གི་འཁྲབ་སྟོན་གྱི་བརྒྱུད་རིམ་མང་བོ་ཟིག་གི་ཁྲོད་ནས་ད་གཟོད་གངས་ཅན་དགའ་ཡོད་བདེ་ཆེན་གྱི་དཔེ་ཆ་འདི་གཅིག་བྲིས་ནས་འདི་འབྲི་དགོས་ནོ་རྒྱུ་རྐྱེན་དོན་དངོས་མིན་ན་ད་ཅིག་ཨ་ཆོས་དེ་རིང་གནང་དཀའ་ཨ་མདོའི་རྡུང་གླིང་གི་ཕྱོགས་འདིའི་སློབ་སྦྱོང་བྱེད་མཁན་དང་དེ་ལ་དགའ་མོས་བྱེད་མཁན་ཡང་ན་གླུ་བ་གླུ་མ། འདིའི་ཕྱོགས་ལ་བརྩོན་པ་བྱེད་མཁན་གྱི་ནག་ཆུ་མང་བོ་བཟོ་གི་ཡིན་ན་ར་ཡང། ཁྱོད་ཀྱི་མི་རིགས་རང་གི་གླུ་གར་རིག་གནས་ཀྱི་འདིའི་ངེས་མཐུད་འདི་གཉིས་ཅིག་གི་སློབ་སྦྱོང་ཡས་ཀྱི་ཟིན་ན་ཅང་ཡང་དཔེ་ཆ་ར་འདིའི་ཕྱོགས་འདི་ནས་ཚིག་གཟུགས་ཁག་པོ་འདྲ་ཆགས་འདུག་དེའི་རྐྱེན་གྱིས་རང་གིས་མཚོན་རྒྱུ་ན་ད་ཅིག་ལོ་དུ་མ་ཟིག་གི་ཡར་སྔོན་ནས་འདིའི་ཕྱོགས་འདིའི་མཚོ་སྒྲིག་ཡས་སློབ་ཁྲིད་འདྲ་བརྙན་དུ་ནས་དབུས་གཙང་དང་ཡང་ན་ཁྱོད་ཀྱི་ཅིག་འོད་འདྲེ་ས་ཁུལ་གྱི་བྱམས་པ་གྱི་བོད་ཀྱི་རོལ་མོ་གྱི་དགེ་རྒན་འདི་མོ་མ་ཟིག་གི་ད་ཡང་སློབ་སྦྱོང་དང་ཁུ་ཆོས་ཉམས་མྱོང་བརྗེ་རེས་ཀྱི་ཁྲོད་ནས་ད་གང་ཅི་འགའི་རྒྱ་རྙིང་གི་དཔེ་ཆ་ནང་མ་གཟུགས་བསྒྲིགས་ནས། ལ་སི་ལ་སི་ལ་སི་ཟླ་དཔེ་ཆ་འདི་ནང་ཕེབས་ནི་རེད། དཔེ་ཆ་འདི་ཐོག་མའི་ཚོད་ལྟ་གི་དཔེ་ཆ་ཟིག་དཔེ་ནི་རེད་དེ་ཉིས་སྟོང་བཅུ་བདུན་གྱི་ལོ་དུམ་ཟིག་ཧ་ནི་ཡིན། ལ་སི། དེ་ནས་ད་ལོ་གི་འདི་མཚོན་གྱི་ན་དེ་ནི་ཡང་དཔེ་ཆ་དེའི་ཁྲོད་ནས་མི་འདང་བའི་ཆ་དང་ཡང་ན་ནོར་བའི་ཆ

གཅིག་ནོར་འཁྲུལ་མང་གཟུགས་བྱུང་དང་ལྟ། དེའི་རྐྱེན་གྱིས་ད་ཐེངས་ཀྱི་དཔེ་ཆ་འདི་སྒྲིག་སྐོར་ཐག་གཅོད་ཡིན་ན་ར་སྔོན་གྱི་དཔེ་ཆ་དེའི་ཁྲོད་ནས་མི་འདང་བའི་ཆ་དང་ད་ནོར་བའི་ཆ་མང་པོ་གཟུགས་ཏེ། ད་ཡིན་ན་རང་གི་དག་སེལ་འདྲ་མོ་ཡིས། ད་ད་ཐེངས་ཀྱི་དཔེ་ཆ་འདི་སྒྲིག་སྐོར་ཐག་གཅོད་ཡིན་ན་ར་སྔོན་གཅིག་གི་དཔེ་ཆ་དེའི་ཁྲོད་ཀྱི་ད་ཆེད་ལས་སྒེར་གྱི་རྣམ་པ་བྲིས་ཏེ་ར་སྔོན་གཅིག་གི་དཔེ་ཆ་དེའི་ཁྲོད་དུ་ནས་ད་མི་མཁོ་བའི་ཆ་དེ་གང་གང་རེད་ནོར་བའི་ཆ་དེ་གང་གང་རེད་ཡང་རང་གི་སློབ་མ་རེ་ག་སློབ་ཁྲིད་སྐོར་ཐག་གཅོད་ར་སློབ་ཁྲིད་ཀྱི་ཁྲོད་ནས་ཡང་འོ་འདིའི་ཁྲོད་འདི་ནས་དཔེ་ཆ་འདིའི་ཁྲོད་ནས།

ངི་ཆོ་ཕ་ཡུལ་གཅིག་གི་རེད་ཁོ། གི་འདི་ནི་གླིང་ཕྲན་ལས་ཁུངས་གི་ལས་བཟོ་བ་མི་ལྔ་གཟིགས་ཆེད་ལ་ངི་ཆོ་སློབ་གྲྭ་ནང་ཡོང་ཐོག་དང་སློབ་གྲྭ་གི་ནང་ནས་གདོང་ལེན་ད་བྱས་པ་ཆོས་ནང་ནས་ཅིག་ཁ་ཤགས་ཤགས་ཤི་ནུ་ཁེ་རེབ་ཀར་གདོང་ལེན་ལེན་ཤི་ནུ་ཁེ་རེབ་ཀར་དེ་དེ་གི་ད་ལི་ད་རང་གིས་ཅིག་སྐབས་དེ་རིའི་ཅིག་གདོང་ལེན་གཟིགས་ལང། ལན་ནི་གསལ། ཁ་རྟགས་གཟིགས་བྱ་དེ་ལྷ་ས་ང་ཕ་ཆེན་མོ་ལོ་ལོ་དགུ་ཙམ་རེད་དེ་རྗེས་དེ་ནས་བཟུང་སྟེ་ད་ཅིག་གདོང་ལེན་གི་ལས་རྐང་དེ་ཤི་གི་དགའ་ནས་འདི་མོ་ཟིག་རེད་ད་ང་རང་གིས་གདོང་ལེན་གི་ཆེས་ཐོག་མ་གི་བག་ཆགས་གང་ཡང་ལྟ་ལྟ་ཨ་ཆགས་སེར་མོ་མཚོ་ཡིན།

སློབ་གྲྭ་གི་ནང་ནས་སློབ་མ་ཆུ་བ་བརྙན་གཟིགས་གཏོང་དགོས་རྒྱུ་གི་རེ་བ་ད་བཏོན། དེའི་ནང་ནས་ད་ནས་ད་འཇིག་ན་འདོན་ཁི་མེད་གི་གདོང་ནས་འདྲ་འདྲ་སྐབས་སྟོང་ངོ་དུ་ཐོག་སྟོང་གི་རིགས་གཟིགས། དེའི་ཁྲོད་དུ་ནས་ད་ཨ་ཅག་སྲས་མོ་མཚོ་གི་གཡང་རྟ་དོད་གོ་ཡི་ད་ལྟ་ང་རང་གི་མི་ཚེ་གི་ཁྲོད་ཀྱི་གཡང་རྟ་ཆེས་ཐོག་མ་བོ་རེད་ད་རྗེས་མ་དུ་གར་སྟག་ཚང་བོད་གྲི་ཐ་ཚོ་ར་ཆེས་ཐོག་མ་གླུ་དུ་བླངས་ནས། དེ་ནས་དེ་ནས་བཟུང་དེ་དག་ཅིག་གི་གདོང་ནས་གི་ལམ་ཁ་འདི་ཞིག་གི་དགའ་རང་གིས་མཚོན་གྱི་ན་ཅང་དཀའ་ངལ་ཡོད་པར་བྱིན་དུ་མོ་གཟུགས་རྩ་བ་ཉིད་ནས་མིན་ན་དཀའ་ངལ་ར་མིན་དཀའ་ངལ་ར་དུ་མོ་བདེ་མོ་འདྲ་ཡོད་ནི་མ་གྲུ་ཡིན་ན་ར་ད་ཅིག་གདོང་ནས་འདི་ཅིག་གི་དགའ། རྗེས་མ་རྗེས་མ་ཡང་མདོ་ཁམས་ཡུལ་གྱི་སྡོང་ནས་འགྲན་ཟླར་སྐབས་གསུམ་པར་འདས་ཤིག་དེའི་རྗེས་ནས་ཅིག་དགོངས་ཚོགས་རེ་འགའ་རེ་ཞིག་ད་དེ་ཡོང་ན་ཅིག་ཡང་ཅིག་ད་ང་རང་གི་ཚོ་འདུ་ཤེས་གཟིགས་ཀ་འཕྲོད་ན་ཅིག་ཨ་ཆོས་སྡོང་ནས་ཨ་མདོའི་སྡོང་ནས་འདི་ད་ཅིག་འཁུར་དགོས་འཕེལ་རིམ་གྱི་ཕྱོགས་ནས་ད་ཅིག་དེ་རང་ནང་སྐད་ཅིག་འཕེལ་རིམ་གསུམ་པ་གི་གཏམ་གཟིགས་ཀ་ཐོན་འདུག་ད་ཅིག་འདི་ཅིག་སྔོན་ཆད་ལས་ན་ཐོག་དང་ཡོད་ན་ལག་མ་མཐོ་ལེན་གཟིགས་བཟོ་ངས་ཨ་ཁུ་པ་མ་ལེན་ཤེས་པ་ཙམ་ནས་སྡོང་ནས་འབའ་གཟིགས་ནས། དེ་རྗེས་ནས་ཀྱི་ན་ཡང་ཅིག་གར་སྟེགས་ཀྱི་སྟེང་ནས་ཅིག་རྩལ་དང་སྒྲ་ཉིད་སྤྲོ་སྟངས་ཀྱི་ངེས་ཚིག་གང་ནས་ཡང་གང་རུང་ནས་གསེར་ངོས་ཅན་ཟུག་འཛོམ་ན་སྒྲ་ཉིད་བཀྲ་ཤིས་རྒྱལ་པོ་དག་ནི་རེད། དེ་རང་ནང་སྐད་མཚོན་གྱི་ན་ཅིག་དེ་ཡིན་དུས་བདོག་སྟེ་ད་ཅིག་འདི་ལ་ཅིག་ཨམ་དུ་གདོང་ལེན་འདི་བཟོ་ད་ཨུ་ཚོགས་དབུས་གཙང་ར་མངའ་རིས་ཕྱོགས་ཀྱི་སྒྲ་སྙན་རིག་ནས་སྒྲ་ཉིད་སྒྲ་སྙན་གྱི་ཆེད་ལས་དགེ་རྒུ་རྣམས་ཀྱི་ད་ལས་ཀ་ལས་སྟངས་དེ་རང་བཞིན་དུ་ཨམ་དུ་གདོང་ལེན་ཅིང་ཅིག་ད་ཅིག་གཞུང་ལུགས་གཟིགས་ཡོད་འདི་ལ་གཅིག་ཡང་གཅིག་གཞུང་ལུགས་དང་ལག་ལེན་ཟུང་འབྲེལ་ཚུལ་གྱི་སྒོ་ནས་མ་འོངས་པ་ན་ཨ་མདོ་གདོང་ལེན་འདི་གཅིག་སློབ་གྲྭ་དང། ཡང་ན་སྤྱི་ཚོགས་ཀྱི་ལས་རིགས་གང་ནས་བཏོན་ན་ར་གཅིག་གཅིག་ཆེད་ལས་རང་བཞིན་གྱི་གཅིག་ལམ་ཀ་ཟིག་འཇོག་རྒྱུ། འདིའི་ད་གཅིག་ཐེམ་སྐས་འདི་མོ་ཟིག་གི་ཐོག་གི་རང་གི་འདུ་ཤེས་དེའི་ཁྲོད་ནས་ད་ཨ་མདོ་གདོང་ལེན་གྱི་ཕྱོགས་འདི་སློབ་སྦྱོང་འདྲ་ཡི་ཀུན་ཏུ། ལ་སེ་ལ་སེ་ལ་སེ་ད་ཁྱོད་རང་ངོ་མ་ཆུང་ཆུང་གོ་ནས་སྐབས་དང་པོའི་གི་གདོང་ལེན་འགྲེལ་བསྡུ་ལ་བལྟ་ནས་ཤེས་བསྟན་གི་ཨ་ཅེ་སེར་མོ་ཚོ་གི་ཤུགས་སྐྱེད་འོག་ལ་ཁྱོད་རང་ཡང་ད་གདོང་ལེན་ལ་སྒར་མ་གཞི་ནས་ད་ང་ཚོ་ཨ་མདོ་གི་ཤུགས་འདྲ་ཅན་ནི་གདོང་ལེན་གི་རིག་གནས་གི་འཁོར་ཡུག་དེ་སྤེལ་མ་ཟེར་པ་དེ་ཟབ་མོ་རེད་ཁྱོད་རང་གི་ད་ཨ་མདོ་ཕྱོགས་ནས་དགྲ་གཉེན་གདོང་ལེན་གི་དགེ་རྒན་མང་པོ་ཡོད་རེད་རྒན་རབས་པ་ཁོ་ཚང་ལ་བལྟས་ནས་ཡང་སྦྱོང་མྱོང་ཡོད་རྒྱུ་ར། ཡོད་ཡོད་ཡོད་ང་རང་གི་ཆེས་ཐོག་མར་མཚོན་རྒྱུ་ན་ཆེས་ཐོག་མར་ཨ་ཅེ་སེར་མོ་ཚོ་གི་དགྲ་གཉེན་འདི་ཆེས་ཐོག་མར་གླགས་འཇོག་མཁན་ཕ་ཡིག་གི་གདོང་ལེན་པ། ཡང་ན་འདི་ནི་རང་གི་གྲོགས་པོ། རང་གི་དགེ་རྒན་ཐོག་མ་ཡང་ཟེར་ཚད་རང་ཡིན། དེ་ནས་ང་རང་གི་བུ། ཐ་ཚིག་ཟེར་གྱི་འཁར་གའི་ངག་ལྟས་ན་འཁར་གའི་སྒྲ་ཚིག་སྔ་ན་སྤྲོ་ཤེས་ནས་ཟིག། འཁར་གའི་རྩ་ནས་འཁར་གའི་ངག་འཁར་མ་འཁར་མ་ཡི་ད་ཨ་ཅེ་ས་མོ་ཚོ་ར་འབྲི་མོ་བྲལ་ནས་ཐོ་བཟོ་ཅིག་འཁར་མ་འཁར་མ་ཡི་གདོང་སྟངས་ལྟར་དེ་གའི་མ་ར་བྲལ་ད་ལས་ད་དྲག་སྒྲ་རེ་འགའ་རེ་སྤྲོ་ཤེས།

འདི་ལ་ཁ་ཡོང་ད་ལི་ཁར་གི་ཐོག་གཏོང་མིན་དེ་ལ་ཁ་དེ་ནི། ད་ངི་ཆོས་ཉིན་གར་ཤར་འདུམ་པ་ཡི་དགུང་མོ་ངི་ཆོས་སློབ་ཁྲི་དེ་དེ་དྲོད་ད་ནི་ད་གི་རིང་སང་གི་ཙུམ་ནི་ད་རྡོ་ནི་འདི་ཙིག་ཟི་རྒྱང་དེ་ནི་རྡོ་ནི་འདྲ་འདི་ཚ་ནི་དགུང་མོ་དེ་གི་རིང་སང་གི་ང་ཁར་གི་མ་ཁང་ནང་ཡོད་ད་ལི་ཁར་གི་ང་ཁར་སང་གི་ཁབ་ད་མོང་གཟིགས་ད་ལྷག་ལྷག་པར་ད་ཨ་ལག་གོང་ཐང་སང་གི་ཁབ་ཤིག་ལག་སོང་ཡི་འགུར་འདི་འདྲ་ཉིན་འདི་དྲོད་ལི་དེ་དེ་ངི་ད་དེ་ནི་ཁར་སང་གི་ང་ཁབ་ད་འདྲ་ཡི་དེ་གི

དེའི་སྐྱེ་འགལ་ཞིག་གི་རྨ་ཆུས་ང་རང་གི་ཕ་ཡུལ་ལ་ཉེ་བ་ཡིན་ཟེར་ད་ལོ་གངས་ལྗོངས་ཁབ་ཞིག་རྟགས་མའི་འདུ་འཁོར་གདོང་ནས་ཨ་མདོ་གདོང་ལེན་དང་འདྲ་སྐབས་སྟོང་གི་དུས་ལ་ག་དེ་ང་རང་གི་ཡང་ཅིག་ཧ་ར་དེ་ཤ་རྒྱུད་པ་དང་པོ་ཟིག་བིས་ན་རེད་དེ་བིས་ཐ་ཚོར་ངའི་ཡིད་ངོས་ནས་རྨ་ཆུས་ང་ཕ་ཡུལ་ཉེ་བ་མོ་ཡིན་ན་རྨ་ཆུས་ང་སྐྱིད་ས་མ་རེད་དྲ་ང་འཚར་ལོངས་འབྱུང་ས་ཡིན་ཆེས་ཐོག་མར་རྨ་ཆུས་རྨ་མཐོ་ལན་ཆུང་ཆུང་ཟིག་བཟོ་ངས་རྨ་ཆུས་ཀ་རྟགས་ལ་དཀར་བོ་ནོར་འདི་ངུ་མི་ཚེ་གི་ལྕགས་སྟོང་ངོ་ཡིན་ཟེར་ད་དུང་མོ་ཁ་བརྡ་འདྲ་ཡིན་ནི་ལ་སེ་ལ་སེ་ལ་སེ།
གདོང་ལེན་འགྲན་འདི་ནི་བཞུགས་ཚར་རྗེས་ཆོ་ག་དགེ་རྒན་བཟོ་ས་བརྒྱུད་སོང་ལེ་རེད། དེ་ནས་ད་ད་གདོང་ལེན་འགྲན་འདི་དུ་ཡིས་རྗེས་ནས་སྐབས་ཐོག་དེ་རེས་ང་སློབ་མ་གི་དུས་རིམ་རེད་མོ། ལ་སེ། སློབ་མ་གི་དུས་རེས་སློབ་ཆེན་གི་དུས་རིམ་དེ་ཐོག་མཐའ་གི་དེ་གི་སྐབས་ཐོག་དེ་ནས་ང་རང་གི་ཕ་ཡིག་གི་ང་རང་གི་སློབ་ཆུང་ལོ་རིམ་སྟོང་གཉིས་ལོ་རིམ་བཀྲིས་ཀ་གི་ད་ང་རང་གི་འཛིན་བདག་བོད་ཡིག་ཁྲིད་ནང་ང་དགེ་རྒན་དུ་སྐབས་ཐོག་དེ་ང་ཆུ་ཡིད་ད་རྫོང་མཁར་དག་གི་སློབ་གཙོ་གཞོན་པ་རེད་དེ་ནས་ད་སྐབས་ཐོག་དེ་འདི་ན་སློབ་གྲྭ་གི་ནང་དུ་ནས་གདོང་ལེན་གཙོ་བོ་ནི་དུ་མུ་ཟི་དགོས་གི་ཟི་ད་དེའི་ནང་ཟི་ག་སོང་ཡོད་ཅིག་དེ་རེས་ཀྱང་ཆེ་ཟིག་གཙོ་ཤེས་མ་ཏྲི་ད་བྱིས་པ་ཆོག་ཅིག་གདོང་ལེན་རེ་འགའ་རེ་བརྩམས།

ལྷོ་མྱུར་ར་བཟང་ཚོ་ན་ཡང་གོ་སླ་བ། དེའི་སྒོ་ནས་ད་སྒྲ་སྙན་གྲགས་ཤིག་རྒྱལ་བོ་འདི་བྲིས། སྒྲ་སྙན་གྲགས་ཤིག་རྒྱལ་བོ་ལྟ་བུ་མཚོན་གྱི་ན་ར་ད་ཐོག་དུང་བོ་དབུས་གཙང་གི་ཡི་ལ་གཅིག་གི་ལྟ་ནས་ན། མངའ་རིས་ཀྱི་སྟོད་གཉིས་གཅིག་གི་ལྟ་ནས་ན་སྒྲ་སྙན་གྱི་རྨང་བྱང་བཏང། སྒྲ་སྙན་གྱི་དབྱིབས་བཟོ་བཏང། འཇིགས་བྱང་ས་ན་འདི་ན་ད་སུ་ཞིག་གོ་བདེ་མ་ཟེ་ད་ཚང་གི་འདི་ན་དཔེ་ཆ་འདི་སྔོན་ལ་གཏུམ་བཟོ་བྱས་སོང། དེའི་ནང་དེ། ད་ཨམ་མདོ་གི་ཕྱོགས་ནས་ཆུའི་ཐོག་མར་ད་དམངས་ཁྲོད་ལ་སྒྲ་སྙན་ཆུའི་ཐོག་མར་དུ་ས་ནིའུ་ལི་མགོ་བརྩམས་ནས་ན་ད་འདི་སང་ད་ལོ་རུ་ཨ་མ་ལི་འདི་ཐོག་གཏོང་དམངས་ཁྲོད་ལ་ཆེ་རིགས་ལས་འཁུང་གི་གླ་བ་ཐོག་མ་དུ་མ་སྲིད་པས་དུ་དབྱངས་ཡིག་ག་འགོ་མཁན་དེ་རང་ནང་གི་སྟབས་བདེ་དབྱངས་ཡིག་ག་འགོ་མཁན་གི་གླ་བ་ཐོག་མ་ཨ་ཁུ་འཇིགས་མེད་ཆོས་དབོན་དུ་མུ་ཟི་རེད་ད་ལྟ་དགེ་རྒན་དཔང་གི་ཚང་ར་འདི་དགེ་རྒན་རྡོ་རི་འདི་ཆུ་ལྷོ་ཁྲུག་གི་ཁྲོད་ནས་རུ་བཤད་གི་དེའི་རྗེས་དེ་ནས་ད་འདི་ན་ལུང་འཕྲིན་ར་འདིའི་སྟག་བུ་འདི་རྒྱལ་དར་ལའི་ཆུའི་ཐོག་མར་ལས་འཁུན་དུ་དགེ་རྒན་དཔང་གི་ཚང།

སྤྲེའུ་ནི་དགེ་རྒན་ཤེར་ཕྲེང་ཚང་དུ་འཇོག་འདོན་གྱི་ཚུལ་དགའ་ཟས་ནང་འདྲེན་གྱིས་ན་ན་ཆུང་གི་ཁྲོད་ནས་ཨ་མདོ་གི་གདོང་ལེན་མ་མཐོ་ལེན་ལྷག་ག་ཟོག་འདི་ལ་གར་སྟེགས་ཀྱི་སྟེང་ནས་ན་ཆུང་གི་གདོང་ལེན་པ་ཆེས་ཐོག་མ་དེ་དགེ་རྒན་ཤེར་ཕྲེང་བྲིས་དེའི་སྤྱན་གྱི་དུ་ད་འདི་ན་ཡི་ལུང་སོ་སོ་ན་དགེ་རྒན་ཤེར་ཕྲེང་སྔ་ན་ཆུང་ཆུང་ནང་ན་གླང་བུ་ནར་ཡོད་ཀྱི་གྲི་ད་གང་ལྟར་ངས་ད་ཨ་ཟོ་ཨ་མདོ་བརྙན་འཕྲིན་གྱི་སྟེགས་ལ་ཁོ་བོའི་སྣུག་གི་ཐུང་ཨོ་ལ་ཐོག་མ་ཁོ་རེ་དེ་བྱིངས་ཀྱི་འདི་རྣམ་པ་སུ་ཞིག་གོ་བདེ་མ་ཟི་དལ་ཡུལ་དུ་བཞི་ག་དུར་ཁྲི་ཏི་རུ་འབྲི་དགོས་ནོ་རྒྱུ་རྐྱེན་ཆི་ཟི་ཟི་ན་ད་མི་རབས་རྗེས་མ་བཟོ་མི་རབས་རྗེས་མ་གི་རྗེས་མ་བཟོ་ཕྱི་ར་ཨམ་དོ་དོང་ནས་འདི་ཞིབ་འཇུག་ཡོང་ན་ཁོང་རྣམ་པ་གི་ལག་རྗེས་འདི་བཟོ་བཀྲ་འགྱུར་ད་དེ་མ་ཡིན་པ་ར་ཨུ་བཟོ་རྒྱུ་ན་ཀན་ལྷོ་ས་ཆ་ན་ཀན་ལྷོ་མ་ཕྱི་ར་ལབ་རང་ར་འདིའི་ས་ཆ་འདི་ན་གཤིས་ཀྱི་ཨམ་དོ་དོང་ནས་གི་ཕྱོགས་ག་ལག་རྗེས་ཁྱིམ་ཁུན་བླ་མ་བཀྲ་ཤིས་སྒྲོལ་མ་ཧོར་གཙང་སྨོན་ལམ་ད་འདི་མང་ཡོད་ནི་རེད། ལ་སེ་ལ་སེ། མང་ཡོད་ནི་རེད་མཚོ་སྔོན་ན་ར་མང་ཡོད་ནི་རེད་ད་སྤྱི་ཆ་ནས་ཡང་ཅིག་དེ་རང་ཤེས་ཀྱི་འདི་ནས་ཡང་ད་ཁྲི་སྟག་ཟིག་གི་སྟེང་ནས་མ་ར་བ་ལས་ཁྲི་སྟག་ན་ད་ཅིག་ཁོང་རྣམ་པ་གི་ཅིག་མཛའ་བརྒྱུད་ཅིག་ཁུ་ཁུ་ཆུ་ལི་ཡང་ཆུ་ཆུང་ཙུམ་ཅིག་དམིགས་བསལ་བྲིས་ཏི་ས་མི་དེ་རེད་ད་དུ་སུ་ཞིག་གོ་བདེ་མ་ཟེར་ཏིག་བྲིས་ནི་ཡིན། ལ་སེ་ལ་སེ་ད་གི་ཏི་འདི་ཅོག་ལེ་གི་མང་པོ་ཅིག་འདི་ནོ་ལེ་གི་བཞི། ཧང་ལེ་ལེ་ལེ་བཞི་དེ་ནོ་དེ་དེ་འཕྲོ་ནི་ད་སྟབས་བདེ་ཡང་ཡིག་ལ་འཇིགས་པ་ཟེར་ད་སྟབས་བདེ་ཡང་ཡིག་གི་འདི་མ་རབས་ཀྱི་ཡང་གི་ཐ་སོ་ར་དགེ་གི་མདོ་རིགས་ཚང་གི་བཀྲོལ་ལེན་རིག་པ་འཇིགས་པའི་སྒོ་གི་འཕྲོ་ན་ར་མང་ཚིག་མང་ཟིག་ཡོད་ནོ་རེད་དེ་མ་ཡིན་པ་གི་ཡང་ཅིག་ཨུ་ཆུ་བཀྲ་བཏང་ར་འདི་འདི་ན་ར་མང་ཚིག་མང་ཟིག་ཡོད་གི་ར་དེ་ཡང་ང་རང་གི་སྒེར་གི་རྣམ་པ་བྲིས་ད་ལི

ཨོ། དེའི་ཁྲོད་དུ་ནས་ད་ཁྱོད་རང་གི་ཁྱོད་རང་གི་སྐད་སྐད་ཆ་སྐད་ཆ་གི་མཛེས་རྒྱན་དང་མཐུན་པའི་དབྱངས་རྟ་དག་གཙོ་གནད་ལ་འཛིན་རྒྱུ། དེ་རེད། ཨོ། དུམ་བུ་གི་སྒོ་ནས་བཀལ་དགོས་ཚེ་བླ་ལ་འཇུག་པའི་སྒོ་དྲི་དེའི་རྗེས་ཐར་ད། ད་ཙིག་རྒྱལ་པོ་ལ་མང་ཚིག་ཤན་འབྱེད་ཟིག་བཞག་དགོས་མང་ཚིག་ཤན་འབྱེད་དུ་འཇོག་དོན་ད་ངས་མང་ཚིག་ཤན་འབྱེད་དུ་འགྲིག་ནམ་ཨ་བྲ་གང་ལྟར་ཀྱང་འདིའི་ཕྱོགས་འདི་འཇོག་དོན་ཨ་ཁྱོད་ཀྱིས་ཨ་རོལ་མོ་གི་ཁྲོད་ནས་འདི་གའི་མ་ར་རྒྱང་ངང་ན་རོལ་མོ་ཁོ་ཆེན་མ་སྟེ་འོ་ན་ད་ཁྱོད

ད་ཅིག་གོ་བ་ཟིག་རགས་ཙམ་ལེན་ཐུབ་ནས་སྤྱིར་བོད་ཀྱི་སྒྲ་སྙན་གྱི་ཕྱོགས་ཏེ་གོ་བ་ཟིག་རགས་ཙམ་ལེན་ཐུབ་ནས་ད་དུམ་གྱི་ཕྱོགས་ཏིག་ཏིག་ཡོད་མི། ད་དཔེ་ཆ་འདི་ཉོ་དགོས་ན་ང་ཚོའི་དྲ་ཐོག་ནས་ཉོ་ཐང་འདྲ་ཡོད་ལེ། ཉོ་ཐུབ་གི་དྲ་ལམ་ནས་རེད་ཉོ་ཐུབ་གི་དྲ་ཚོང་གི་སྟེང་ན་རེད་ཡང་འདི་བཙོང་དགོས་ས་མང་གི། གང་ཐོག་ནས་ཉོ་དགོས་གི། ད་རྒྱ་སྐད་ཀྱི་འདི་ཕིན་ཏོ་ཏོ་ཅམ་པོ་ག། ཕིན་ཏོ་ཏོ། ད་དེའི་སྟེང་ལྟ་ན་ར་འདི་གངས་ཅན་གྱི་སྒྲ་སྙན་གྱི་དཔེ་ཆ་འདི་བཙོང་དགོས་ནི་ཡོད་གི་ད་སི་ཁྲོན་མི་རིགས་དཔེ་སྐྲུན་ཁང་གི་དགེ་རྒན་རྣམ་པ་གི་བཀའ་ཁྲི་ན་སི་ཁྲོན་མུ་རི་དཔལ་སྤྲིང་གིས་དཔེར་མཚོན་གྱིས་ད་ཁུ་བྱུག་གི་རིམ་བཞིན་གྱི་ཁུ་བྱུག་གི་ས་གནས་ཀྱི་དཔེ་མཚོན་ཁང་སོ་སོར་ཁུ་བྱུག་རང་གི་འབྲེལ་གཏུགས་བཏང་ན་ད་ས་གནས་ཀྱི་དཔེ་ཁང་སོ་སོའི་ནང་ཐོན་ཐུབ་གི། ལ་སེ་ལ་སེ་ད་ངོ་མ་ས་གནས་ཀྱི་དཔེ་མཛོད་ཁང་ནང་ཡོད་ཀྱི་དཔེ་མ་སྲིད་པ་ག་ཆེན་པོ་རེད་ད་ད་ལྟ་འདྲ་ཅིག་ཡིན་ན་ད་ལོ་ཆུང་ཚོང་འདྲ་ཅིག་ཡིན་ན་ཚོང་མ་བཅའ་ལག་ཉོ་ས་ཚོང་མ་ད་དྲ་ཐུག་ཀྱང་ཀྱང་ཉོ་འགྲོ་རེད་གོ་གོམ་པ་རྒྱ་ཤོ་སོང་འགྲོ་མ་ཉུང་ཉུང་རེད་དེ་གི་ད་ག་སེ་དཔེ་ཆ་འདི་ཉོ་བསམ་ན་ང་ཚོའི་ཕིང་ཏོ་ཏོ་ནང་ལ་ཉུལ་ས་སོང་དུ་དཔེ་ཆ་འདི་བཙོང་རྒྱུ་ཡལ་ལེ་རེད། ཕ་ཆེན་དེ་རིགས་ཀྱི་ལན་ཚིགས་ཡིན་ནོ་འདི་ནི་འཚང་བཞག་རན་ཐིག་གོ། ད་ཁྱོད་རང་ཡིན་ན་ཡང་ཕྱིར་དུ་དགའ་བྲིས་ཕོ་ཉས་ཀྱི་ལན་ཚན་ནང་ལ་རང་གི་ལས་དཀར་ལ་དགོངས་པ་བཞི་ནས་བསྐྱེད་དུ་འདི་ན་ལན་ཚིགས་ཕ་ས་འཕེལ་བ་ལ་ཉིན་རྟོག་པ་ནི་ཐུགས་རྗེ་ཆེ་ཧཱུྃ་ལས་ཡིན། ཐུགས་རྗེ་ཆེ། ཨ་ནི་མཇུག་མཐར་ཁྱོད་ང་ཚོའི་བརྙན་འཕྲིན་དག་གི་གྲུག་པོ་ཚོ་ལ་ཅི་ཞུ་རྒྱུ་འདྲ་ཨེ་ཡོད། ད་དགའ་སྤྲེལ་ཕོ་གཉིས་ལེན་ཚུལ་འདིའི་ནང་ཡོང་གི་འདི་ལ་དེ་རང། འདི་མོ་ཁ་བརྡ་གི་གོ་སྐབས་སུ་ཤོང་ནོ། ད་ཁྱེད་ལས་བཟོ་བ་རྣམས་པ་བཀའ་དྲིན་ཆེ། ལྷ་སྲས། ད་ཅིག་ན་གཉིས་ས་ནི།
ད་དེ་རང་གི་གླང་གཞས་ན་ཨ་མདོ་རྡུང་ལེན་འདྲེ་ཨ་མདོ་རྡུང་ལེན་གི་ཕྱོགས་ཀྱི་འདིའི་གླང་གཞས་འདི་སྤེལ་ནི་རེད། ད་ང་རང་གིས་ན་འདི་ན་དེ་རང་ན་ཀ་ཨ་ཆོས་གི་འདི་ན་ད་དྲ་ལམ་མཐའ་སྟོང་གི་ན་ཕྱོགས་ཀྱི་ད་གང་རང་ན་ད་ལོ་ཨ་ལ་མ་ཤི་གི་མང་གཞོག་གི། མོ་ངོ་ཡོད་ནི་མི་ཚིག་གི་ཤིག་འདིའི་ཁྲོད་ན་ངག་སྒོ་ཀྱི་ན་སྐད་ངག་ཧ་ལས་པ་སྙན་པོ་འཆད་ནི་ར་ལོ་མང་གཞོག་གི། སྒྲ་ཉི་སྤྲོ་སྟངས་ར་ཆོག་གི་འདུག་མོད། ཡང། ཆེད་ལས་རང་བཞིན་གྱི་ཤོག་ཁག་སློབ་སྦྱོང་ཡིས་སྦྱང་ཡས་ཀུན་འདུ་མོ་ར་དང་ལེན་པ་མང་ཡོད་གི། ཡོད་གི་ཤེས་གི་ཁྱེད་རྣམ་པ་བཟང་ངོ་མ་བཀའ་དྲིན་ཆེ་སྒྲ་ཉི་བཀྲ་ཤིས་རྒྱལ་བོ་ལ་འདུ་མོ་གི་ན་དགའ་མགུ་དང་ཡི་རང། སྒྲ་ཉི་བཀྲ་ཤིས་རྒྱལ་བོ་གི་སྟངས་འདུ་མོ་གི་རེ་བ་དང་དམོད་རྨོ་ནོ་བཀའ་དྲིན་ཆེ། ཨ་མདོ་གདོང་ལེན་འདི་ཡང་མང་བ་གི་བལྟས་ན་དངོས་གཞི་དང་ལག་ལེན་ཟུང་འགྲིག་གི་སྒོ་ནས་ད་ལྟ་བྱང་རྒྱས་པ། ཨ་འདི་ཀ་ཆེན་པོ་རེད་དེ་ཡང་ཁྱེད་ནས་ད་མང་བ་གི་དུས་ཟིག་ག་གངས་ཅན་འགའ་ཡི་དགྲ་གཉེན་གི་འདས་ལ་སློབ་སྦྱོང་གནང་མཁན་གི་གདོང་ལེན་པ་སུ་དང་སུ་ཟིག་ཡིན་ན་ད་མང་གི་དུས་ན་ཁྱེད་ཅག་གི་མདུན་ལམ་ཨོ་སྟོང་ལྡན་པ་དང་ཕན་ཚུན་ཚོགས་པའི་བཀྲ་ཤིས་མངོན་དུ་བྱེད་ནུས། ལ་སེ་ལ་སེ་ལ་སེ་ཐུགས་རྗེ་ཆེ། ཨ་ཐུགས་རྗེ་ང་ཆེ། སྲིད་སྐྱོང་འདི་ནས་ཨ་འདི་ཡི་དགྲ་གཉེན་གདོང་ལེན།